དེ་ནས་མའོ་ཙེ་ཏུང་གིས་རྒྱལ་བ་རིན་པོ་ཆེ་ལ། ཆོས་ལུགས་ཟེར་མཁན་དེ་སྡུག་རེད་ད་ཟེར་ཞུས་པར། དེ་མའོ་ཙེ་ཏུང་གི་བསམ་བློ་གསར་བ་མ་རེད་དེ། དེ་ནུབ་ཕྱོགས་ནས་དེའི་ནུབ་ཕྱོགས་ཀྱི་ནས་བརྒྱ་ཕྲག་བཅུ་བདུན་པ་དང་བཅུ་བརྒྱད་པའི་སྐབས་སུ་དེ་འདྲའི་བཤད་མགོ་བཙུགས་ཚར། དེས་ནུབ་ཕྱོགས་པའི་མི་ཚོགས་ཀྱིས་ཤར་ཕྱོགས་ཀྱི་ཆོས་ལུགས་དཔེར་ན། ནང་པ་སངས་རྒྱས་པའི་གཞུང་ཟེར་མཁན་འདྲ་དང། གཅེར་བུ་པ་གི་གཞུང་ཟེར་མཁན་འདྲ་དང་དེ་ནི་རྒྱ་ནག་འདྲ་གཅིག་ཡིན་ན་ཏའོ་ཟིམ་ཟེར་མཁན་འདྲ་པོ་དེ་ཚོ་ལ་དོ་སྣང་གཏན་ནས་བྱེད་ཡ་མ་རེད་ཁོ་ཚོ། ནུབ་ཕྱོགས་པ་ཁོ་རང་ཚོ་གི་ཆོས་ལུགས་དེ་ཚོ་ལ་དེ་ནི་ལྐུགས་པ་ཡིན་སྣང་ཤར། ད་དེ་ཡིན་མིན་ཧ་མ་གོ་ད་ཁོ་རང་ཚོ་ཡིན་བསམ་གི་བ་རེད་དེ། དེ་ནས་ཆོས་ལུགས་ཐམས་ཅད་བཀུག་པ་རེད། ཁོ་རང་ཀླད་པ་རྙིང་པ་རེད་ཟེར་ནས་དེའི་ནང་དུ་ལ་ནང་པ་སངས་རྒྱས་པ་ཡང་དེའི་ནང་ལ་འཛུལ་བཅུག་དེ་ནས་ཏའོ་ཟིམ་དང་དེ་ནས་མུ་སྟེགས་གཅེར་བུ་བ་ཐམས་ཅད་དེའི་ནང་བཅུག་སོང་བ་རེད། དེ་ཡིན་དུས་ཀ་ན་ནང་པ་སངས་རྒྱས་པ་གི་ཐབས་ལམ་དཔེར་ན་ད་ད་ལྟ་ཞི་གནས་ཟེར་གྱི་འདུག་དང་ལྷག་མཐོང་ཟེར་གྱི་འདུག་དེ་ཚོས་ཕྲལ་ཏེ་ད་ཡང་ཁོ་ཚོའི། བེད་སྤྱོད་བཏང། དེ་ནས་ནང་པ་ནས་མ་ཡིན་ཟེར་མཁན་དེ་འདྲའི་གྲས་དེ་ནས་ནུབ་ཕྱོགས་པ་རུ་མང་པོ་ཡོད་རེད། ད་ཁྱེད་རང་ཚོ་ཉི་མ་གཉིས་ཀྱི་སྐད་ཆ་ཉན་པ་རེད་དཔེར་ན་ལྷང་ཐོང་གི་སྐོར་ལ་འདི་ཟ་མ་ཡག་པོ་བཏང་ན། ཚན་རིག་དང་མ་མཐུན་པའི་སྐད་ཆ་རྩ་ནས་ཡོད་མ་རེད་འདི་ནང། ད་ཐེག་པ་སྤྱི་དང་བདག་ཐེག་པ་ཆེན་པོ་འདྲ་ཅི་ཡིན་ན་དམིགས་བསལ་གྱི་བྱང་ཆུབ་ཀྱི་སེམས་ཟེར་གྱི་འདྲ་དང་བདག་མེད་ཟེར་གྱི་སྐད་ཆ་དེ་འདྲ་བཤད་ཡ་ཡོད་པ་རེད། འདི་དེ་པད་མ་སི་ད་འདྲ་ནང་པ་སངས་རྒྱས་བོད་ཀྱི་ལྷག་མཐོང་ངོ་གཅིག་པ་རེད་ཟེར་ཏེ། བྱང་ཆུབ་ཀྱི་སེམས་ཟེར་མཁན་དེ་ཡང་མང་ཆེ་བ་གི་བསམ་བློ་ནང་དེ་ལ་སེམས་པ་བཟང་པོ་བྱེད་མཁན་དེ་ལ་བྱང་ཆུབ་ཀྱི་སེམས་བྱེད་དགོས་པ་རེད། ཡང་དེ་འདྲའི་མང་པོ་རེད་དཔེར་ན་ང་ཚོ་བོད་རིགས་ནང་དུ་ལ་བླ་མ་དེ་བྱང་ཆུབ་སེམས་དཔའ་ཡིན་ཟེར་དགོས་རྒན་མོ་འཛུམ་འཛུམ་ཁ་ལ་བསྡད་གི་འདུག་ཟེར་གི་འདི་འདྲ་ཡོད་རེད། བྱང་ཆུབ་ཀྱི་སེམས་ཟེར་གི་འདི་འཛུགས་དགོས་བཙུགས་ས་ཆེ་ཤོས་དེ་བདག་མེད་རྟོགས་པའི་ཤེས་རབ་དེ་བརྩི་དགོས། བདག་མེད་རྟོགས་པའི་ཤེས་རབ་མེད་ན་བྱང་ཆུབ་ཀྱི་སེམས་ཀྱི་བཅའ་ལག་ཆེ་ཤོས་དེ་མེད་པ་རེད། ཀོ་ཧྥི། མ་ལུས་བ་ཅི་ནི་ཆུ་ཚ་པོ་ཅིག་སྤྲད་ནས་འདི་ཀོ་ཧྥི་རེད་ཟེར་ལ་ཡ་མེད་རེད་བ་དེ་དང་གཅིག་པ་རེད། ད་བདག་མེད་རྟོགས་པའི་ཤེས་རབ་ཟེར་མཁན་འདི་མཐའ་མི་མཐའ་མ་མཛུ་གུ་བཙུགས་ས་དེ་དངོས་པོ་གི་གནས་ལུགས་ཇི་མ་ཇི་ལྟ་བ་ཧ་གོ་བ་དེ་ལ་བདག་མེད་རྟོགས་པའི་ཤེས་རབ་ཟེར་བརྩི་གི་བ་རེད། དེ་དང་མཉམ་དུ་དཔེར་ན། ད་དངོས་པོ་གི་གནས་ལུགས་ཡག་པོ་ཅིག་ཧ་གོ་མཁན་གྱི་མི་དེ་གིས། དེ་ནི་ཨ་མ། གཅིག་ལ་སྤུ་གུ་གཅིག་མ་གཏོགས་མེད། སྤུ་གུ་དེ་སྨྱོན་པ་འདྲ་ཅིག་ཡིན་ན། དེ་ནི་སྤུ་གུ་དེ་གི་སྟབས་ཁོ་སྨྱོན་པ་རེད་དུས་སྐབས་དེ་ནི་འདྲ་མི་འདྲ་མེད་བཞིན་དུ་དེ་ནི་སྣང་བ་འཁྲུལ་ནས་ད་སྡུག་བསྔལ་མྱང་དགོས་རེད་བ་ད་ཡིན་ན་ཡང་ཨ་མ་འདི་ད་དཔེ་བྱམས་བརྩེ་གི་ད་རང་གི་བུ་གཅིག་པོ། དེ་ནས་སྨྱོན་པ་དེ་ལ་དམིགས་བསལ་གྱི་བྱམས་བརྩེ་ཡོང་གི་རེད་བ་ད་དེ་འདྲས་ཀྱི་དེ་ནས་བྱམས་དང་བརྩེ་བ་དང་སྙིང་རྗེ་དང་ད་དེ་འདྲས་ཡོང་གི་རེད་དེ་ཚང་དེང་སང་གི Mindfulness དགོངས་མཁན་དེ་ཚོ་འདྲེས་པ་ཆེ་རུ་ཆེ་རུ་ང་རྒྱལ་ཆེ་རུ་ཆེ་རུ་གཟའ་སྤེན་པ།